པོ་ཀྲི་ཞེས་པ་བོད་རྒྱ་ཐང་མ་གཉའ་ཁྲི་བཙན་པོའི་འཁྲུངས་ཡུལ་དུ་ཐོག་མར་སྤྱི་ལོ་སྤྱི་དྲུག་དྲུག་ཅུ་ཙམ་དུ་ཆོས་རྒྱལ་གླིང་པའི་འབྲི་སྲོལ་བཏོད་ཅིང་པོ་ཆུ་ལོན་གྲུ་དང་ལྷོ་མའི་ཕྱོགས་སུ་དར་ཆ་ཆེན་པོར་བྱུང་བས་ཐབས་མ་བཅས་ཡིད་བཟོས་བཞི་ཡ། དེ་མཚུངས་དུས་རབས་གསར་པའི་ཤ་མཚུངས་འཕེལ་རྒྱས་ཀྱི་འབུད་རྡོ་འདི་ནི་ཀྲུང་ཧྭ་མི་རིགས་ཀྱི་ཕུལ་བྱུང་གི་སོ་སྐྱེ་རིག་གནས་དང་མི་རིགས་སོ་སོའི་མི་ཉམས་གོང་འཕེལ་དང་ཉམས་པ་སོར་ཆུད་གནང་བཞིན་ཡོད། བོད་རང་སྐྱོང་ལྗོངས་ཉིང་ཁྲི་གྲོང་ཁྱེར་སྤོ་བོ་རྫོང་གིས་ཕྱི་སྣོད་ཀྱི་བཀོད་པ་མཛེས་སྡུག་ལྡན་ལ་ནང་སྐྱིད་ཀྱི་རིག་གནས་ཕུན་སུམ་ཚོགས་པ་མ་ཟད། རིག་གནས་རྒྱུན་འཛིན་པ་དག་གིས་རང་གི་མིག་ལྟར་སོ་སྐྱེ་རིག་གནས་འདི་དག་ལ་གཅེས་སྐྱོང་གནང་བཞིན་ཡོད།
དེ་རིང་ང་ཚོ་ཆེད་དུ་སྤོ་བོ་རྫོང་དུ་སོང་ནས།

ཨ་མདོ་གི་ཕྱོགས་ལ་ཡིན་ན་གཙོ་བོ་ད་ཁྱད་ཤུལ་འདྲ་དེ་ད་གཙོ་བོ་ཨུ་རྒྱན་དེ་འདྲ་རེད་ད་ལ། དེ་ནས་གཙོ་བོ་དེ་ནང་ནས་ཡིན་ན་ད་རོང་དབུས་ཕྱོགས་ལ་ཡིན་ན་ད་དབུས་འབྲི་ས་ན་ད་མི་ཕྱོགས་ལ་མི་ད་དེ་གཙོ་བོ་དབུ་མེད་ཀྱི་དབུ་མེད་ཀྱི་རིགས་རྐྱང་པོ་དེ་རེད་ད་ལ། དབུ་མེད་ཀྱི་སུ་རིན་དེ་སུ་རིན་མ་ཚུགས་ཐུང་དང་དེ་ནས་མ་མ་དེ་ནས་ཆུ་མ་ཚུགས་དང་དེ་ནས་ཆུ་ཆེན་ད་ལ་སོགས་པ་དེ་འདྲ་དང་དེ་ནས་འདི་ལ་ཡིན་ན།

མི་ཤེས་ལས་མེད་པ་དེ་ནི་ཚང་མ་གི་དེ་ནི་ཆགས་རུ་དེ་དེ་ལ་བརྟེན་ནས་ང་ཡིན་ན་རང་ཉིད་ད་ས་ཞིག་གི་དེ་ནི་བྲིས་པ་གི་དེ་འདྲའི་ཁོང་ལ་བརྟེན་ནས་དེ་བྲིས་ན་སྣ་ཁ་ཁུང་ཐུག་ལི་ར་དེ་འདྲ་སྣ་ཁ་ཉི་ཤུ་སུམ་ཅུ་ཚོ་དེ་འདྲ་སྦྱོང་ལ་འོང་དེ་ཡི་གེ་མ་དག་ཚོང་དྲ་ཐོག་ལ་ཡིན་ན་དཔེ་མི་སྲིད་པ་དེ་འདྲ་ལྟ་ཅི་ད་གོ་ལ་དེ་དེ་ལྟར་བལྟ་ནས་དེ་ནི་ད་མཛེས་རྩལ་གི་ལ་སོགས་པ་དེ་འདྲ་དང་གཞོན་ཡིག་གཟུགས་ལྔ་བཅུ་ཚོ་དེ་འདྲ་ལྟ།

འདྲ་དང་མི་འདྲ་དང་འདྲ་ཤེས་སྦྱོར་དགོས་ལ། དེ་ནང་ལས་ད་གཙོ་བོ་ཁོ། རིག་པའི་གནས་ལྔ་ག་འདྲའི་ཁོངས་སུ་གཏོགས་ཟེར་ན་བཟོ་རིག་པའི་ཁོངས་སུ་གཏོགས་ད་གོ་ལ། དེ་ཡིན་དུས་བཟོ་དེ་དེ་སྔོན་དུ་མི་འདྲ་ད་ཚང་བཟོ་ག་འདྲའི་སྐྱིད་ན་ཚང་མ་ཡ་གྱལ་ཤིང་འདོར་གོ་ལ། དེ་ཡིན་དུས་དེ། དགེ་རྒན་ཁོང་རྣམ་པ་གི་ད་ཚང་དེ་ནི་མཁས་པ་མང་པོ་གི་དེ་ནི་མཛེས་ཆ་དང་དེ་འདྲའི་ལ་ལྟ་བྱས་ནས་དེ་རང་གི་ད་རང་གི། སྔར་ཡོད་ད། མ་འདྲ་བ་ཡིག་གཟུགས་དེ་ནི་ལས་ཆ་མེད་པ་དེ་ཚོ་ལ་ད་ཡ་བསྒྱུར་བཅོས་བྱས་ནས།

ཚ་དང་ཤེད་དང་དེ་ཚོ་ལས་ཡག་མ་ཐག་ས་འདི་ཚོ་ལས་ཡིན་ན་ཡག་པོ་དང་བཟོ་ཡས་མ་ཐག་ན་ནི་ཡིད་གཟུགས་ས་འདི་ཀོ་ད་འདྲ་དང་མི་འདྲ་སྣ་ཁ་མང་པོ་རི་དྭགས་ཀོ་ལ་དེ་ཕར་ཚུར་འདྲེས་འགྲོ་ལས་ཀྱི་འདི་ཆེན་པོ་ད་ལ་ཨོ་དེ་ང་ཡིན་ན་ད་མ་འོངས་པ་ལ་ཡིན་ན་ད་ཁོང་རྣམ་པ་སྤུ་གྲིའི་ད་ཚོ་ང་ཚོ་ད་དེ་འདྲའི་ཡ་ཚུད་ཅེས་ཨོ་བཀྲ་ཤིས་ནོར་བུ་ཁོང་རྒྱུད་འཛིན་བྱས་ཞེས་དེ་དེ་འདྲས་བྱས་ན་ད་ང་ཚོ་ཡ་མ་འོངས་པ་ལ་ཡ་ས་ཆེ་གི་དེ་ནས་བྲིས་པ་ཚང་མ་ཤེས་ཏེ་སྤུ་གྲིའི་དེ་ཡ་ཉང་སོ་ཡ་ཇུག་གི་རྒྱུད་འཛིན་དེ་འདྲས་ད་ཡོད་ཀྱི་ངོས་ནས་ཡོད་འདིར་ཀོ་ལ་ད་མི་ཉམས་གོང་འཕེལ་དང་ཉམས་པ།

མཛེས་པའི་སྤོ་ཡིས་སྤྱིར་རྒས་ཕྱིར་རུང་སེམས་ནང་གི་སྤོ་ཡིས་དེ་མཛེས་པོ་འདུལ་བས། ལ་དཔེ་མི་སྲིད་པ་ད་རང་གི་ཕ་ཡུལ་ཡིན་དུས་མཛེས་པོ་དཔེ་མི་སྲིད་པ་མཐོང་དགོས་ལ་ད་མྱངས་སུ་ཡང་མྱོང་དགོས་ལ་དཔེ་མི་སྲིད་པ། དུས་རྒྱུན་ཁོར་ཡུག་ག་ཅིག་ཞིག་ལ་ད་ང་ཚོ་གྲྭ་བཙུན་གྱི་ངོས་ཤེས་ན་ད་ཅི་བྱ་ཆེན་པོ་ཆེ་མི་ད་གོ་ལ་དེ་ནི་སྲོག་གི་སྐོར་ལ་བལྟས་པོ་ཡིན་ན་ད་ག་ས་ག་རེ་ཕ་མཛེས་ལྗོངས་ཀྱི་ད་དེ་འདྲའི་མྱངས་སུ་མྱོང་དེ་འདྲའི་འགྲོ་ཡི་ཡིན་ལ། རེད་རེད་རེད་གི་གྲུ་ཞིག་བ་གི། ཡ་ལ་སོ་ལ་ལ་སོ་ལ་སོ་ལ་སོ།

ལགས་སོ། མཛེས་པའི་སྤོ་ཡུལ་ཡིན། མཛེས་པའི་སྤོ་ཡུལ་ལ་ཕེབས་པ་དགའ་བསུ་ཡོད་ད། སྤོ་གྲིའི་བསྟན་པ་དེ་ཡང་ཇེ་དར་ནས་ཇེ་དར་ཡོང་བའི་བཀྲ་ཤིས་སྨོན་འདུན་ཡོད་ལ་དེ་རྒན་རྣམ་པ་མུ་མཐུད་དུ་ཤུགས་རྒྱག་རོགས་གོ། ལགས་སོ་ཐུགས་རྗེ་ཆེ། ད་དེ་རིང་དུས་ཚོད་ཡོང་གི་ང་ཚོ་ཁ་བརྡ་དེ་འདྲ་ཡིད་ད་གི། ལགས་སོ་བཀའ་དྲིན་ཆེ། ད་རུང་རྒན་ལགས་ཀྱི་བརྩམས་ཆོས་རྒྱ་ལུགས་ལ་མང་པོ་བཤམས་འདུག་དེ་ཡིན་ན་ཡང་ད་ང་ཚོ་དེ་རིང་གི་དུས་ཚོད་འདོག་གི་མི་འདུག་རིང་ནས་མང་ཚ་དེ་དུས་ཚོད་འདོག་གི་མི་འདུག་ལགས་སོ།

ལོ་ཆུང་ཆུང་འདི་འདྲིས་གི་ཡིད་གཟུགས་ཡག་པོ་འདི་འདྲ་སྤྲུལ་ཏེ་ང་ཚོ་ཚང་མ་སེམས་སྤྲོ་པོ་འདུག་བ་ད་ཆ་རྣམ་པ་ཅུང་སྤོ་བོ་གི་ཡིད་ལ་ཕེབས་པར་དགའ་བསུ་ཡོད་ད་འདི་ནས་ལ་རིག་གནས་མང་པོ་ཞིག་ལ་ཉམས་སུ་མྱོང་ཆོག་གི་འདུག་ཡིད་སྒྱུར་ནི་བཤད་མི་དགོས་པ་ལྟ་ན་སྡུག་པ་རེད་ལགས་སོ་ཐུགས་རྗེ་ཆེ་གེ་ལགས་སོ། པོ་ཏི་ཞེས་པ་བོད་རྒྱ་ཐོག་མ་གཉའ་ཁྲི་བཙན་པོའི་འཁྲུངས་ཡུལ་དུ་ཐོག་མར་སྤྱི་ལོ་གཅིག་དྲུག་དྲུག་ཅུ་ཙམ་དུ་ཆོས་རྒྱལ་གླིང་པའི་འབྲི་སྲོལ་བཏོད་ཅིང་པུ་ཆུ་ལུང་དྲུག་དང་ལྷོ་སྨད་ཕྱོགས་སུ་དར་ཆ་ཆེན་པོར་བྱུང་བས་ཐ་མི་དཔྱད་ཡིད་བཟོད་བྱེད་ཡ། དེ་སོང་དུས་རབས་གསར་པའི་སྤྱི་མཚུངས་འཕེལ་རྒྱས་ཀྱི་འགྲོས་དང་བསྟུན་ནས་ཀྲུང་ཧྭ་མི་རིགས་ཀྱི་ཕུལ་བྱུང་གི་སྲོལ་རྒྱུན་རིག་གནས་དང་མི་རིགས་སོ་སོའི་མི་ཉམས་གོང་འཕེལ་དང་ཉམས་པ་སོར་བཅུ་གནང་བཞིན་ཡོད། བོད་རང་སྐྱོང་ལྗོངས་ཉིང་ཁྲི་གྲོང་ཁྱེར་སྤོ་བོ་རྫོང་གི་ཕྱིར་སྣོད་ཀྱི་བཀོད་པ་མཛེས་སྡུག་ལྡན་ལ་ནང་སྐྱིད་ཀྱི་རིག་གནས་ཕུན་སུམ་ཚོགས་པ་མ་ཟད་རིག་གནས་རྒྱུན་འཛིན་པ་དག་གིས་རང་གི་མིག་ལྟར་གསོ་རྒྱུའི་རིག་གནས་འདི་དག་ལ་གཅེས་སྲུང་གནང་བཞིན་ཡོད། དེ་རིང་ང་ཚོ་ཆེད་དུ་སྤོ་བོ་རྫོང་དུ་སོང་ནས་མུ་མཐུད་དེ་གནས་དེའི་རིག་གནས་ལ་རྒྱུས་ལོན་ཞིག་བྱས།

དེ་འདྲ་ཡིན་པ་ཙམ་མ་ཟད་པ་གིས་ད། ང་ཚོ་སྤོ་སྒྲིག་ཁོ་རང་གི་ཐོག་ནས་ཅི་ཐང་ཇི་ཆོས་ཤིག་དགོས་ན་ཧ་ལས་པ་མང་པོ་བཤད་ཡག་འདུག་དེ་རེད་ད། རོ་རོ་ཙག་ཅིག་དེ་རིང་ང་ཚོ་དུས་ཚོད་ཁེངས་བ་དེ། དོན་ཚན་དྲུག་ཙག་ཅིག་ཞུས་ན་དང་པོ་ང་ཚོ་སྤོ་སྒྲིག་འདི། ཨ་ཡ་ཐོག་མའི་དེ་ནས། དེ་ནས། སྤོ་སྒྲིག་ཁོ་རང་གི་དེ་ནས་ད་ལྟ་ཕྱི་ཆོས་དང་པོ་དེ་ག་རེ་ཡིན་ཟེར་ན་ཕྱི་ཆོས་དང་པོ་དེ། ཨ་ཡ་དེ་ནས་འབྲི་ཀློག་བདེ་བའི་ཕྱི་ཆོས་དེ་ཡིན། ད་སྤོ་སྒྲིག་ནས་ང་ཚོ་ཡི་གེ་འབྲི་དགོས་ན་དུས་ཚོད་མང་པོ་མི་དགོས་པ་གིས་དེ་ནས་དུས་ཚོད་ཐུང་ཐུང་ནང་ནང་འབྲི། ཞེས་པ་དང། དེ་ནས་བོད་ཡིག་འདོན་བཤད་མཁན་གྱི་ཡིག་ཚང་ནས་བཟུང་སྟེ་ང་ཚོ་སྤྱིར་ཟེར་ན་པོ་བསྒྲིགས་ནས་དེ་ནས་ད་འདོན་ཐུབ་པ། དེ་འབྲེལ་གྱི་ཕྱི་ཆོས་དང་པོ་ཡོད་རེད། དེ་ནས་ཕྱི་ཆོས་གཉིས་པ་དེ་ཕྱིར་ཟེར་ན་ད་ཕྱི་ཆོས་གཉིས་པ་ནི་ང་ཚོ་དེ་པོ་བསྒྲིགས་ཡིག་གི་ཁོ་རང་པོ་བསྒྲིགས་ཀྱི་ཡིག་གཟུགས་འདི་གི་དེ་ནི་མཛེས་རྩལ་གྱི་ཕྱི་ཆོས་རེད། མཛེས་རྩལ་གྱི་ཕྱི་ཆོས་ཕྱིར་ཟེར་ན་པོ་བསྒྲིགས་ཀྱི་ཡིག་གཟུགས་འདི་ལ་སྐད་ནག་གི་ཆ་སྙོམས་པོ་ཡིན་པ་མ་ཟད་ཡི་གེ་འགྲོས་གཙང་བ། ཡི་གེ་ཆེ་ཆུང་སྙོམས་པ། ཨོ་ཡ་ད་ཡིད་གཟུགས་ཁོ་རང་ལས་འཛོམས་དགོས་ཡ་གི་ཕྱི་ཆོས་མ་ཚང་བ་མེད་པ་ལྟ་བུ་དེ་ང་ཚོ་སྤུ་གྲིའི་གི་ཕྱི་ཆོས་རྙིང་པ་ལྟ་བུ་ཆགས་ཀྱི་འདུག་དེ་ནས་ཕྱི་ཆོས་གསུམ་པ་དེ་ག་རེ་ཆགས་དགོས་རེད་ཟེར་ན་ད་ང་ཚོ་སྤུ་གྲིའི་ཡི་གེ་འདི་འབྲི་བའི་ནི་ཁོ་ན་འབྲི་སྟངས་གི་ཕྱི་ཆོས་ཡོད་རེད་ད་ང་རང་འདྲ་ཅིག་ན་གད་སྙིགས་སྔོན་མ་རྒན་ལས་ཤོས་རེད་མི་ལོ་ཉི་ཤུ་རྩ་བཞི་གི་རིང་ལ་བོད་ཀྱི་ཡིད་གཟུགས་སྦྱངས་ནས་ད་ལྟ་འདྲ་ཅིག་ན་ཕ་བོའི་གཞང་སོགས་ཀྱི་བྱོན་དོན་ཡིད་གཟུགས་བརྒྱ་དང་བཅུ་ཐམ་པ་འབྲི་གི་ཡོད་ད་ཡིད་གཟུགས་ཚང་མ་གི་གོ་བསྡུར་འདྲ་བུ་བྱེད་དུས་ལ་ང་ཚོ་སྤུ་གྲིའི་ཡིད་གཟུགས་འདི་ལ་འབྲི་སྟངས་ཡིན་ཐོག་ན་ཧ་ལས་པ་ཕྱི་ཆོས་མང་པོ་ཡོད་རེད་ཡི་གེ་མང་ཆེ་ས་དེ་འགོག་ཐེབས་པའི་ནི་ཁོ་ན་ཕྱིར་ཟེར་ན།

དང་པོ་གྱི་རེ་ཐག་དེ་གཞན་ལ་མེད་པ་གི་ཤེས་ཀྱི་ཡོད་པ་ཅིག་བྱུང་ན་དེ་འདྲའི་པོད་ཕྲིན་བཟོ་ཐུབ་ན་ང་རང་གི་བསམ་ཚུལ་ཡིན་ན་ཧ་ལས་པ་ཡག་པོ་འདུག་བསམ་གི་འདུག་ང་ཚོ་ད་ལྟ་ལ་ཡང་འདྲ་པོ་འདྲ་དེ་མང་པོ་འདུག་ཨ་གལ་ལ་རང་གི་ཆོས་ཤེས་ཡོད་དེ་འདྲ་ཡོད་ཀི་མ་ངན་པ་དེ་འདྲ་ཡིན་ན་རྒན་རྣམ་པ་ཚོ་གི་ལས་ཀ་ལས་དེ་ཧ་ཅུང་ཞིབ་ཕྲ་རེད་བ་གལ་ལ་ལ་སོ་གི་ཐུགས་རྗེ་ཆེ་ད་ཤི་དང་ང་གཉིས་དེ་རིང་ལ་དུས་ཚད་མང་པོ་མི་འདུག་རེད་ད་རུང་ང་ཚོ་འདི་ན་ལ